ཞེ་སང་ང་ཚོའི་ཆོས་དེ་ཟུར་ཟ་མ་བྱེད་ན། ཆོས་བྱེད་རྒྱུ་ཡོད་ཞེ་རག་ཡོང་གི་ཡོད་མ་རེད་ཆོས་དྲན་གི་ཡོད་མ་རེད་ཆོས་ཞིག་བྱས་པ་ཁོ་ཡ་འཇིག་རྟེན་ཆོས་བརྒྱད་ཁོ་ནའི་གཞན་དབང་ལ་ད་འགྲོ་དེ་ཡོད་ཅིག་ཡོང་གི་འདུག་བ་སང་ང་ཚོས་ཟུར་ཟ་མ་བྱེད་ན་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ཟེ་ཡ་དེ་ཡས་ཨ་ནི་འུ་ཐུག་བྱུང་ན་བཙོང་གི་བཙོང་གི་བྱས་ཨ་ནི་སྐུ་དེ་གོང་གི་ཟེ་རག་འདུག་བ་སྐུ་དེ་ཕྱི་རྒྱལ་མི་ཕྱིར་བཙོང་པ་ཡིན་ན་གི་ཟེ་རག་འདུག་བ་ངས་མགོ་གི་ཟེ་བརྡུང་ཐུབ་འདུག་བ།

བ་ད་གཙུག་གི་གདན་ལ་བཞག་རྒྱུ་རེད། དྭགས་པ་ག་བཟོས་པ་ཡིན་ནའི་འདྲ། བ་ད་གང་ད་ཅི་ག་རེ་ཡིན་ནའི་མིན་ནའི་ད་ཐུ་དབང་སྐུ་བྱིན་པ་ཡིན་ཙང་ཁོ་གཙུག་དེ་བཞག་རྒྱུ་རེད། ད་དེ་ནས་མ་བྱས་ནས་ཡིན་ནའི་ཅི་ཡིད་དམ། ཅི་ཡིན་ནའི་གང་འགྲོ་ཆུད་སོང་ཅི་དེ་ཚོ་བྱས་ནའི་ཁོ་ར་གུ་རིན་མ་ཆོག་བ་བྱས་ནའི་མ་བཞག་གོ་ཡ་གལ་ཆེན་པོ་འདུག་བ། ཅི་བཙན་ཡིན་ཟེར་ཡ་རུ་རྒྱལ་པོ་ཡིན་ཟེར་ཡ་རུ་དེ་འདྲའི་གལ་སྲིད་ཡོད་རེ་ཡོད་ན་ཁྲེལ་ཤུག་དེ་བ་བཞག་རྒྱུ་རེད་མ་གཏོགས་དྲེན་པོ་དེ་བ་རྩ་བ་ཡིན་ན་བཞག་རྒྱུ་ཡ་མ་རེད་ད། ཤེས་སོང་བ།

ང་རང་ཚོས་ད་སོ་སོས་ཅིག་ག་གསོ་གི་རེད་བོད་དགེ་བཟའ་བཏུང་བཟའ་བཏུང་ཡོ་བྱད་དེ་འདྲས་ཀྱི་གང་དྲག་ཅིག་འཚོ་བའི་ཡོ་བྱད་འཚོ་བའི་རྒྱུ་ཨ་ནི་སྒྲུབ་སྟངས་གོ་རྒྱུ་མཚན་མེད་པ་རྒྱུ་མཚན་མེད་པ་རྒྱུ་མཚན་ཡང་མ་དག་པ་མ་འོས་པ། དཔེར་ན་ཁྲིམས་འགལ་གྱི་སོར་ཅིག་གི་ཐོག་ནས་བསགས་བྱས་པའི་རྒྱུ་དེ་ལོག་འཚོ་ཟེར་བྱ་བ་རེད། བྱས་ཙང་ང། ང་རང་ཚོའི་དཔེ་ཆའི་ནང་ལ་ཡང་ལོ་སྟོང་ཕྲག་གི་རིང་ལ་ཡང་ལོག་འཚོས་འཚོ་བར་མི་བྱ་ཟེར་ནས། ལོག་པའི་འཚོ་བས་འཚོ་མི་བྱ་ཟེར་ནས་ལོག་འཚོ་ཟེར་ཡག་ཅིག་གསུང་གི་ཡོད་རེད་བ། དེ་དང་ད་དེ། ང་རང་ཚོ་ད་ཅིག་གུང་ཁྲན་ཚོའི་ཆོས་ལ་ཡང་ངོ་རྒོལ་རུ་བྱས་ཡོད་འདུག་ཙང་ནས་ཆོས་ཟེར་ཤུ་ཤུ་གཏོང་ཡག་རེད་ཤེས་ཟེར་གི་འདུག་བ། སྔ་མོ་ང་སོག་ཡུལ་ལ་ཡང་ཐེངས་མང་དང་པོ་སླེབས་པའི་ཁོད་འདུག་ལ་བདུན་ཅུ་དོན་བདུན་ཅུ་དོན་དགུ་རེད། བདུན་ཅུ་དོན་དགུ། སོག་ཡུལ་ལ་དང་པོ་ཕྱིན་པའི་ཁོད་འདུག་ལ། ཨ་ནི་ཨུ་རུ་སུ་དམར་པོ་རེད།

མི་རྒྱུ་མཚན་ལྡན་པའི་ཐོག་ནས་དྲང་ཞིང་འོས་པ་ཅིག་གི་ཐོག་ནས་རང་ལ་རྒྱུ་ཆ་རགས་ཕན་པོ་བྱུང་པ་ཡིན་ན་དེ་ནས་མི་ཆོས་པ་ཕུད་ན་ཡག་པོ་ཆགས་རེད། རེད་མ་གཏོགས་ཆོས་པ་ཕུད་ཡག་གི་དོན་དག་ལ་ཚོང་རྒྱབ་ནག་ཚོང་རྒྱབ། དེ་ནས་ཞིག་འདུག་བ་དེ་བ་ཁ་ཤས་འདི་འདྲ་གོ་ཡག་འདུག་ག་ནག་ཚོང་རྒྱབ་ཡོད་རེད་ཨི་ནི་རྒྱ་གར་མི་ཟེར་ནས་ཆོས་ཞུ་གི་ཟེར་སོང་འདྲ་ང་ཚོ་གོ་ཡག་འདུག་ག་ཁ་ཤས་འོ་ད་དེ་ཚོ་ཐད་བདེན་པ་ཡིན་ན་བས་ནོར་བ་རེད། ཕོས་དེ་ནག་ཚོང་རྒྱབ་ནག་ཚོང་རྒྱབ་པའི་དངུལ་དེ་ཚུ་དེ་ཆགས་ཆུན་པོ་བྱས་ན།

ང་ཚོ་དགོན་པ་གྲྭ་ཚང་གི་མིང་གིས་ནི་ཤུ་ཤུ་དང་ཡང་ཡོད་རེད་དེ་སྔ་བོད་ལ་ཤ་ཤ་ན་གཞུང་སྒེར་ཆོས་གསུམ་ཟེར་ཡག་གི་ཆུ་བཞི་དེ་གྱིས་དེ་གི་མི་སྲིད་ཆུ་བཞི་གི་མི་སྲིད་དེ་གྱིས་དེ་གཅིག་ལས་གཅིག་སྐྱོ་རུབ་ཅིག་ཡོང་གི་ཡོད་པའི་སྐད་ཆ་འདུག་ཨ་ནི་སྒེར་པ་ཡི་སྡུག་ཆ་ཞིབ་ཏུ་འདྲེས་ཡོང་ད་ཡོང་གི་རེད་གཞུང་རྒྱུ་བ་ཡི་ཁ་སྒོ་ཞིབ་འདྲེས་ཡོང་ད་ཡོང་གི་རེད་དེ་ཡིན་ནའི་སྤྱིར་བཏང་རུ་བཤད་པ་ཡིན་ན་གཞུང་རྒྱུ་བ་ཚོ་ཏོག་ཙ་ཁྲག་ག་སྒེར་ཆོས་ཚོ་ཏོག་ཙ་ཁག་ག་དེ་ནང་ཚན་ནས་ཆུ་བཞི་དེ་གྱིས་དེ་སྡུག་རུབ་ཅིག་ག་རེད་ཟེར་ལབ་ན་སྒེར་པ་དེ། མི་སྲིད་རྐང་སྟོང་བྱས། མི་སྲིད་སྐྱོ་བོ་ཞིབ་ཆགས་རྐང་སྟོང་སོང་ན་རྒད་པོ་ཁོ་རང་གྱོང་རག་གི་ཡོད་རེད་པ་ད། བྱས་ཙང་ངས་ལ་རང་ཉིད་ཀྱི་རང་གི་ཁེ་ཕན་རྒྱུན་འཛིན་དུ་བྱས་ཏེ་ཅིག་སོ་སོའི་མི་སྲིད་བསྐྱངས་ན་མ་གཏོགས་མ་འགྲིག་པས་སོ་ཅིག་བསམ་ཁོག་ཏུ་བ། ཆུ་ཤིང་གི་མི་དེ་དེ་ཁ་ཐུག་ཁ་ཐུག་གི་ཆང་མཛོད་ད་ཅིག་དེ་ཚོའི་གྲས་ཀྱི་སོ་སོ་ལོ་ཁ་ཤས་ཅིག་བྱས་པའི་རིང་དེ་ཡི་གེ་སྟོང་སྐུ་ཟབ་སོགས་ཞིག་བཏང་ཐུག་ན། སོ་སོ་ཁྱུག་ཚར་སོང་ན་འགན་ཁེ་ཡོག་མ་རེད་པ་ད། དེ་འདྲ་འདུག་ག།